སྒང་འདི་འབྲས་སྤུངས་ཀྱི་སྦྱར་ཡིག་གཅིག་གི་ནང་ལ་ད་ཅིག་འདི་ཡོང་ཆོག་གི་ཡོད་པ་དང་འདི་ཡོང་ཆོག་གི་མེད་པ་ཟེར་གི་དབྱིན་བརྒྱད། ཕྱི་རུ་འགྲོ་བ་མིག་གི་ནང་ནས་དབྱིན་བརྒྱད་དང་ལྷག་པར་དུ་བོད་མི་རིགས་ཀྱི་ནང་ནས་དབྱིན་བརྒྱད་དང་དེའི་ནང་ནས་ཀྱང་ཨོ་ཆུ་རྒྱུད་གཅིག་པ་ནི་དགོན་པ་གཅིག་པའི་ནང་ནས་ཁོ་རང་ཚོ་གི་དབྱིན་བརྒྱད་དང། བསྟོད་འབུལ་བཏང་བའི་ག་རེ་ཟེར་ན། བཏང་སྐྱེད་ཀྱི་ག་རེ་ཟེར་ན་ད། ལག་ཆ། རྒྱུ་རྐྱེན། འདི་ནི་བྱུང་ས་གཙོ་བོ་དེ་གང་ལ་ཐུག་ཡོད་པ་དང་གང་ནས་བྱུང་བ་དང། ཇི་ལྟར་བྱུང་བ་དང། ད་འདི་གི་སྐབས་སུ་ག་འདྲ་ཟིག་ཆགས་ཡོད་པ་དང་མཇུག་འབྲས་ག་རེ་ཐོན་ཡོད་པ་འདི་ཚང་མི་ཤོད་ས་ནང་ས་ཆགས་བསྡད་ཡོད་རེད་ད། ད་དེ་གི་ག་རེ་ཟེར་ན་བོད་མི་རིགས་ལ་མིག་སེར་གྱི་ཅིག་སྟབས་བཀག་ནས་ཅིག་འཕེན་གྱི་ཡོད་པ་དང་སྟབས་མ་བཀག་ནས་བོད་མི་རིགས་ལ་གནོད་ཀྱི་ཡོད་པ་འདི། ཡིན་པ་མ་ཡིན་པ་དེ་མཚམས་མི་ཤེས་དེ་ཡོད་རེད་ད་ལྟ་གཅིག་ང་ཚོ་བོད་མི་རིགས་དང་བོད་ཀྱི་ཆབ་སྲིད་དང་འབྲེལ་བ་མེད་པ་བོད་ནང་ཁུལ་ནས་དཀྲུག་ཤིང་རྒྱབ་ཟེར་གྱི་དང་རང་རང་སོ་སོའི་གི་དབང་ཆ་དང་རྐུབ་བཀྱག་ལ་སོགས་བཀྲབ་བསྟེན་ཡོང་བའི་ཆེད་དུ་ཡིན་པ་དེ་མཚམས་མི་ཤེས་དེ་ཡོད་བ་དེ་འདྲ་ཞིག་རེད་དེ་ཡང་བསམ་བློ་དང་ལྟ་གྲུབ་མ་འདྲ་བའི་ཐོག་ནས་ནི་མི་ཕར་ཞོག་པོ་ནི་གཉའ་བཅག་ཡ་དང་མགོ་ནེམ་ཡ་ཨོ་ཕར་ཞོག་པོ་ནི་ནག་པོ་བཟོ་ཡ། སྤྱི་ཚོགས་ཁོ་ནང་ནས་ད་བར་སྤེལ་ཞོག་ཟེར་ཡ་ཇོ་བ་ཁ་སང་གྲོས་ཚོགས་ནང་ཡང་དེ་འདྲ་ཞིག་བཤད་གི་འདུག་ཨོ་སི་ཁྲུ་ལི་ཡ་ལ་ཨོ་མི་གཅིག་གིས་ནི་དེ་སྐད་བཤད་དེ་འདྲ་དེ་འདྲ་བཤད་ཞེས་ཡ་སི་དེ་ནས་ཀྱི་སྲིད་མཐོང་པ་ཡིན་ན་སྤྱི་ཚོགས་ནང་ནས་ཕར་ཕེབས་དགོས་རེད་ཟེར་ཡ་ཇོ་ར་དེ་ཁོ་རང་ཚོ་གི་ག་རེ་བོད་མི་རིགས་ཡིན་མ་ཡིན་གི་ཁོ་ཚོ་ལ་ཞེན་ཁོག་ཡོག་མ་རེད་ཟེར་ཡ་དེ་དེར། དེ་ནས་ཕ་པི་ཞཱ་གོ་རེས། ག་རེ་ཟེར་ན་ཁོ་རང་ཚོ་ཁེ་ཕན་དེ་ལ་གནོད་ཀྱི་ཡོད་རེད་བ། ཁོ་རང་ཚོ་གོང་ཚད་ཉེན་རྟོག་ལ་གནོད་ཀྱི་ཡོད་པ་ཡིན་འདི་བརྩམས་པ་ལ་བོད་མི་རིགས་ཀྱི་ཁེ་ཕན་དང་ཡོད་མེད་ལ་བརྟག་ཡོད་མ་རེད་དེ་འདྲ་ཡིན་འདི་ཁོ་ཚོ་གི་སྤྱི་ཚོགས་ནས་ཕ་པི་ཡཱ་ཐབས་ཤེས་དང་དེ་འདྲ་འཐེན་གྱི་ཡོད་རེད། ནའོ་དེ་འདྲ་ཕྱིར་ད་འདི་ནང་ནས་འགོ་བཙུགས་པ་དེ་གང་ནས་བཙུགས་ཡོད་པ་དང་འཇིགས་སྐྱེ་བ་དང་གང་ནས་སྐྱེས་ཡོད་པ་འདི་ཚང་མ་ཉན་ཐོང་དེ་ནས་ཁ་གསལ་བོ་མཐོང་ཐུབ་གི་རེད། ནི་དང་པོ་ཁོ་རང་རྟེན་ཡིན། ཧུར་ཐག་པ་དག་དེ་ཡིན། དཀའ་བོ་བཤད་གི་འདུག། ནི་བར་དུ་ད་ག་རེ་མ་འདྲེས་རེད་ད། ད་ནི་ད་འདྲ་རེད་ད་བར་དུ་ག་རེ་བྱས་རེད་ཟེར་ན་ད་ཡག་པོ་མི་འདུག་ཟེར་ནས་ནི་བོད་མི། མི་དམངས་ཁྲག་དྲུག་དྲུག་རྣག་དྲུག་དྲུག་བཟོ་བ་མ་ཚད་ད་ནི་དགོངས་པ་ཡིན་ན་དུམ་བུ་དུམ་བུ་བཏང། འོ་ད་ནི་ཚང་མ་དམ་ཉམས་བྱ། ཟླ་འདིའི་འབྲེལ་བ་ཡོད་ཚད་ཀྱི་ཆུ་རྒྱུག་གི་ཐོག་ནས་དངོས་གནས་ཆུ་ལུད་ཀྱི་ཐོག་ནས་ངོ་གནོང་ཡོད་གྲང་ནས་ཆུ་ཆུ་བཞིན་དུ་བསམ་བློ་བཏང་ནས་དངོས་གནས་གྲང་ནས་ཀྱི་དེ་འདྲའི་ག་ཟེ་ཅིག་ག་རེ་ཟེར་ན་ལས་རྒྱུ་འབྲས་ཟེར་ཡག་ཅིག་དང་ཨོ་དམ་ཉམས་ཟེར་ཡག་ཅིག་སྡོམ་པ་ཡོད་མེད་ཟེར་ཡག་ཅིག་ག་ཟེ་དངོས་གནས་གྲང་ནས་ཀྱི་ཅིག་བཤད་པ་ནང་བཞིན་གྱི་ཡོད་པ་ཡིན་ན་ད་ཚང་མ་འདི་དམ་ཉམས་ཆགས་ཚར་རེད། ནི་ཁོ་རང་ཡིན་ན་དམ་ཉམས་རེད་ལ་དེའི་སྐོབ་ནས་མ་ར་ནི་འདི་ག་ཡོད་ཚོ་ཧོ་དམ་ཉམས་དམ་ཚིག་ཉམས་ཚར་རེད་ད་ལོ་སློབ་དང་ད་ཚང་མ་སྒྲ་ལྕག་ཨ་ནི་ཕར་ཚོ་ཟས་རིགས་དུབ་རིགས་ཀྱི་མུ་སོ་ཁྲག་ཞོར་ཆེ་ཨོ་འདྲེ་བབ་ཀྱི་ནི་ཁྱུ་ཚོགས་ནས་ཕ་བི་ཚོ་བི་ད་ད་སྒང་ལ་རྒྱ་རིགས་བྱེ་བ་ནང་བཞིན་རིན་ཅིག་གཅིག་ནང་ལ་ཡོང་མ་ཆོག་པ་བཟོ་ང་ཚོས་ད་ག་རེ་ཟེར་ན་ཆོས་ལུགས་དེ་ཚོ་བཤད་གི་ཡོད་བ་ནང་བཞིན་གྱི་ག་སའི་ཆོས་ལུགས་ཀྱི་གཞུང་དེའི་ནང་ལ་བལ་ན་ཆ་བཟོ་ན་ནི་ཚོགས་པ་གཅིག་གི་སྒྲིག་གཞི་དང་མ་སོང་ན་དེའི་སྒྲིག་གཞི་དེའི་ནང་ནས་ག་རེ་འགར་གྱི་ཡོད་བ་དེ་ཤེས་དགོས་རོ་བ་རྒྱལ་ཁབ་དེའི་ནང་གི་རྩ་ཁྲིམས་དེ་ག་རེ་འགར་གྱི་ཡོད་བ་དེ་ཤེས་དགོས་རོ་བ་དེ་ཡིན་ན་ཆོས་ལུགས་ལྟར་དུ་བཤད་བ་ཡིན་ན་དམ་ཉམས་ཆགས་ཚར་བ་དམ་ཚིག་ཉམས་ཚར་བ། ཨོ། དེ་འདྲ་ཞིག་རེད་ད་དམ་ཚིག་ཉམས་ཚར་ན་ཆོས་ལུགས་ཀྱི་ལྟར་དུ་ཤེས་པ་ཡིན་ན་དེའི་འབྲེལ་ཐོག་གི་སེམས་ཤེས་ཐམས་ཅད་པོ་དམྱལ་བ་ལ་ཁྲིད་ངང་སོང་ལ་ཁྲིད་འགྲོ་གི་རེད་ཟེར་ནས་སྐད་ཆ་རེ་བཤད་ཀྱི་ཡོད་རེད། ཨོ། དེ་འདྲ་རེད་ད་ནི་ད་འདི་རེད་ད་མཐར་ང་མ་དེ་ག་རེ་ཟེར་དགོས་རེད་ལོ་མང་པོ་པོ་བགྱིས་ལ། ཁྲག་དཀྲུགས་དཀྲུགས་རྣག་དཀྲུགས་དཀྲུགས་བཟོ་བསད་རྒྱུ་བསད་སྟོབས་རྒྱུ་སྟོབས་ད་ཁ་འཐོར་རྒྱུ་འཐོར། ཚང་མ་ཤོང་ཚར་བའི་རྗེས་ལ་ད་ནོར་ཤ་སི་སྙིང་རྗེ་སྐྱེས་པའི་དབྱེར་བཤམས་པ་སྙིང་རྗེ་ཆེ་བའི་གནས་ཆགས་བསྡད་ཤ་ནོར་འཁྲ་ཆགས་ཤ་ཟེར་ནས་ཁས་ལེན་གྱི་འདུག། ད་ལྟའི་བར་ནི་ང་ཚོ་བོད་ཁ་ར་ཟི་ན་ཁ་ལ་རྒྱུག་ནས་ཤོག་ཁག་གཉིས་སུ་གྱེས་ནས་ཨ་ནེ་མི་སུ་ཁྲག་སྦྱོར་བྱེད་ཡག་དྲུག་ཤང་རྒྱབ་ཡ་ཁོང་ཁྲོ་ལངས་ཡ་དྲུག་པ་རྒྱབ་ཡ་ཤོད་སོག་ཁོ་དྲ་མཐའ་ལ་ཕུལ་བ་འོ་དེབ་ཆེད་དུ་འགྲོ་སོང་བཏང་བ་མང་པོ་ཅིག་ཚང་མ་ད་ཁྲོ་ལག་འགྲོ་བསྡད་རོགས་ད་ལྟའི་བོད་མི་རིགས་ལ། ཕྱི་རྐང་འཕེན་ཡོང་བར་ད། སྐར་མ་རྐང་འཕེན་ཡོང་བར་ད་བོད་མི་རིགས་ཀྱི་རྩ་དོན་ལ་སྐར་མ་རྐང་འཕེན་ཡོང་བར་ད། འོ་དེ་འདྲ་ཞིག་རེད་ད་དེ་ཚང་མས་བསམ་བློ་བཏང་དགོས་བ་རེད་ད་བསམ་བློ་བཏང་དགོས་རེད། སོ་སོའི་ཀླད་པ་མགོ་ལ་འབྱར་ཡོད་པ་ཡིན་ན་སོ་སོ་བསམ་བློ་བཏང་ནས། བདེན་པ་གང་ཡིན་པ་རྫུན་པ་གང་ཡིན་པ། གཡོ་སྒྱུ་སུས་བྱེད་གི་ཡོད་པ་མགོ་སྐོར་སུས་གཏོང་གི་ཡོད་པ། འོ་དངོས་གནས་དྲང་ནས་བོད་སྤྱི་བ་ལ་ཕན་ཐོག་ཡོད་པའི་ལས་ཀ་སུས་བྱེད་གི་འདུག་ཨ་ནུ་སྒེར་གི་ཁེ་ཕན་དང་སྒེར་གི་ནི། རྐུབ་བཀྱག་ཟུང་སྐྱུག་པོ་དོན་དག་ལ་བྱ་བ་ག་རེ་བྱེད་གི་འདུག་ག་མཛད་ཅེས་མཚར་ཤ་འོ་དེ་གི་སུ་ཅི་འདི་ཚོ་སྐད་ཆ་བཤད་སྟངས་འདི་ཚོ་ནམ་འགྱུར་དོན་དག་འདི་ཚོ་འོ་ག་འདྲ་ག་འདྲ་བྱེད་གི་འདུག་འདི་ཚོ་ཚང་མ་ཧ་གོ་གོ་སྐད་ཆ་མི་འདུག་ཨ། འོ་ཆོས་ཚོགས་ནང་ལ་དབྱེ་འབྱེད་བྱས་ནས་ད་ཆུ་དང་རྫོང་ཚང་འབྲེལ་བ་བྱས་ནས་མི་ཁ་ཤས་ཀྱི་སྐྱག་པ་ནང་བཞིན་བཟོ་བྱ་རེད་བ། ཡིན་ན་ཡང་སྐྱག་པ་དེ་སོ་སོ་གི་བཟའ་ཡོད་རེད་བ། བཟོ་བཟོ་བཟའ་ནི་རྒྱག་རེ་རྒྱག་རེ་བཟའ་ནི་ད་ལོ་མང་པོ་བཟའ་རེད་བ། ད་དེ་རྗེས་ལ་དེ་སྐྱག་པ་དེ་ཡག་པོ་མི་འདུག་དེ་བཟའ་ན་དུག་རེད་ཤ་དུ་བཟའ་བ་ཡིན་ན་ཤི་ཡ་རེད་ཤ་ལ་བས་ད་མི་ག་རེ་ཟེར་ན་ཁྱུ་ཚོགས་ནང་ལ་སྐད་ཆ་དེ་བཤད་གི་ཡོད་རེད་ད། དེ་གཅིག་པ་གཅིག་ཀྱང་དེ་འདྲ་བོ་རེད་ད། དེ་བཟའ་ཚར་རེད་པ་བཟའ་ཚར་དུས་རྩམ་པ་ལ་ཨ་ནི་ཟ་མ་མྱོང་མདོག་མདོག་དང་ཡང་ན། ད་ཕར་མཆོད་གནས་ཟ་ན་སྡུག་ཅག་ཡིན་པ་འདྲ་བོ་དེ་སྔོན་ལ་ཟ་རྒྱུ་དུ་ཁས་མེད་པ་སོགས་འདྲ་བོ་ཅིག་ཡོད་མ་རེད་པ། ད་ཅིག་རྫས་དང་མ་སོང་ན་རྫས་དེ་སོ་སོ་གི། ཁ་ལག་དང་མ་སོང་ན་ཁ་ལག་གི་ནང་གི་རྫས་དེ་སོ་སོ་གཟུགས་པོ་ནང་ཁྱབ་ཚར་རེད་པ་བཟའ་ཚར་རེད་པ་དེ་ནང་བཞིན་གྱི་སོ་སོ་གི་ག་རེ་ཡིན་ན་དེ་བསྟེན་རྒྱུ་ཡོད་ན་འདྲ་མཆོད་རྒྱུ་ཡོད་ན་འདྲ་ཚང་མ་བྱས་ཚར་རེད་པ་ད། ཨ་ནི་ནག་པོ་ཆགས་ཡོད་ན་ཨ་ནི་གྲི་ཕོག་ཡ་ཡོད་ན་ཨ་ནི་ལམ་དུ་མ་རྒྱུ་ཡ་ཡོད་ན་ག་རེ་ཡིན་ནམ། ཨ་ནི་དམ་ཉམས་ཆགས་ཡོད་ན་དེ་ཚང་མ་ཆགས་ཚར་བ་ཡིན་ན་ཡང་ད་དེ་ནག་སྔོན་མ་ཅིག་ལ་འདྲོངས་རྒྱུ་རེད་ད་དེ་འདྲ་བོ་རེད། ནག་སྔོན་མ་ག་རེ་ཟེར་ནི་མི་གཉིས་ཡར་འགྲོ་རེད་ཟེར། རྐང་ཐང་རྐང་པ་བརྒྱབ་ནས་མི་གཉིས་ཡར་འགྲོ་དེ་ཙམ་པ་ལ་ས་ཆ་སྟོང་པ་ཤེལ་ཐང་འདྲ་ཞིག་ཡར་འགྲོ་དེ། འོ་སྐྱ་མི་ཅིག་གི་རྟ་ཞོན་གཉིས་མི་ཅིག་ཡར་འགྲོ་ནས་ལ་ཡར་ཐང་གི་དཀྱིལ་མ་དེ་ལ་སྐྱག་པ་ཟ་དང་འགྲོ་ཤ་རེ་ཟས་ཡ་ཞོ་རེད། ཨ་ནི། གཉིས་ཀ་ཡར་འགྲོ་དུས་གཅིག་གི་ལབ་ནས་ནི། ཤི་ན་ཡང་སྐྱག་པ་ཟ་གི་མིན་ལ་རེད་ཟེར། ཨ་ནི། གཅིག་གི་ལབ་ནས་ནི། ད་ང་ནི་གྲོགས་པོ་ལྟོགས་གི་འདུག་ཟ་གི་ཡིན། ད་སོ་སོ་སོགས་ཤོར་སྒྲོག་བྱེད་ཀྱི་འདུག་མ་ཟ་རང་ཟ་རེད་ལ་ནི་ཟ་རེད་ཟེར། ཨ་ནི། གཅིག་གི་ས་ཡི་ད་ནི་སྐྱིད་མ་ཟིག་དུ་བ་ལས་དེ་ཟ་མ་གཅིག་གི་ལ་ནི་ད་ངའི་ཏིས་ཟིག་ཁུ་གཅིག་གི་ང་ལ་དེའི་ནང་ནས་གཙང་ས་ནས་ཏིས་གཅིག་སྤྲད་ད་ལབ་རེད་ཟེར། ད་སྐྱག་པ་ཟ་ན་སྐྱག་པ་ལ་གཙང་ས་ཅིག་ད་ནི་དེ་ལ་ཡང་ག་རེ་ཟེར་ན་མ་གཙང་ས་ཅིག་ཡོད་རེད་ཡོད་མ་རེད་དེ་ཚང་མ་ཧ་གོ་རོགས་དེ་འདྲ་བོ་རེད་ད། འགྲེལ་བཤད་རྒྱབ་སྟངས་ཟེར་ཡ་མ་གཏོགས་ད་རྡོག་རྡོག་ཁོ་དེ་ནག་པོ་ཆགས་ཡ་ཇོ་ཡོ་ན་ནག་པོ་ཆགས་རྒྱུ་བོ་དེ་ཁྱད་མཚར་བ་ད། ཨོ་དེ་ནས་ཆུ་སྐྱེས་ཁག་གི་བླ་མ་དྲུག་གི་སྐོར་ནས་ཡོང་མཁན་འདི་ཚོ་གི་ད་དགག་པ་རྒྱབ་རོགས་དང་ནི་རྒྱབ་ལོག་ལ་ལང་རོགས་མ་བྱེད་ཉིན་འདི་ཚོ་ད་ཆུ་ཞིག་གི་ཡོད་མ་རེད་ནི་བླ་མ་ཡག་པོ་མ་རེད་ཟེར་བར་ད་ཨོ་དེ་ནས་མ་ཡིན་པ་ཡང་རྐུབ་བདག་གཉིས་དང་དེ་འདྲས་གི་ལག་ཆ་བྱེད་ཐུབ་གཉིས་དང་ནི་མགོ་སྒུར་གཉིས་འདི་ཚོ་ཚང་མ་ཕག་ཕེབས་ཅུ་བཏང་ནས་ག་རེ་ཟེར་བར་ཟེར་ན་དབང་བཞེས་གི་ཡོད་རེད་ད་དེ་ཚོ་ཡ་མཚན་སྙན་གྲགས་ཆེན་པོ་བཟོ་ཡ་གོང་ནས་སྤར་ནས་དེ་ནས་རང་རང་སོ་སོ་གི་ཆུ་སྐྱེས་གི་ནང་ལ་གོ་གནས་ཆེན་པོ་བཟུམ་ཐུབ་ཡ་ལ་ནི་རྒྱབ་སྐྱོར་སྤྲད་ནས། ད་ནས་ཆུ་སྐྱིད་ཀྱི་ནང་ལ་ག་རེ་ཟེར་ན་དཀྲུག་ཤང་རྒྱབ་ནས་དེ་འདྲ་བྱེད་གི་ཡོད་རེད་ད་དེ་འདྲ་མང་པོ་ཡོད་རེད་ད་ཚང་མར་ཞིབ་འཇུག་བྱས་ན་ཧ་གོ་རེད། འོ་དེ་ནས་དཀྲུག་གི་ཡོད་ན་གཉིས་རེ་གཉིས་རེ་ངོས་འཛིན་བྱེད་ཡ་དང་འོ་དེ་ནས་སོ་སོའི་ཕྱོགས་གང་ནས་ད་ཚང་མ་གསོ་སྐྱོང་བྱས་དེ་ལ་འགྲོ་སོང་དང་དེ་ལ་ནས་ཡོན་བདག་དང་འོ་དེ་ག་རེ་སྦྱིན་བདག་ཚེ་ནས་དེའི་ཕྱོགས་ནས་ག་རེ་ཟེར་ན་མི་མང་དང་དེ་ཚོ་ཚང་མ་ལ། འཇགས་ཁ་དེ་འདྲ་མང་པོ་གནང། ཨོ་དེ་འདྲ་བྱས་ནས་ལོ་དགུ་ཡ་དང་དེ་འདྲས་མང་པོ་ཆེ་ལས་འགུལ་སྤེལ་བསྡད་ཡ་དེ་ཧ་གོ་གོ་རེད་ད། དེ་ཚོ་ཚང་མ་ཆབ་སྲིད་རེད་ད། ཆབ་སྲིད་ནག་པོ་དེ་ཤོ་ལོག་ལ་ཡོད་མ་རེད་ནང་ལ་རེད་ད་ཁོ་ཚོ་ལ་ཤོ་ལོག་གི་བྱེད་སྟངས་གི་རྩོད་དགོས་ཡ་ཡོད་མ་རེད་ད་མ་རྩོད་ན་དགའ་གི་ཡོད་རེད་རྩོད་ནས་ག་སེ་བོད་རང་བཙན་ཟེར་ཡ་ཅིག་ད་བོད་ལ་ཅིག། ཨོ་བྷ་བཞི་ཞེས་ལྷན་འཛོམས་ཟེར་ཡག་གྱི་ཆུང་བ་ཡིན་ན་ཁོ་རང་ཚོ་གི་ནི་དབང་ཆ་དང་གོ་གནས་ཤོར་འགྲོ་གི་ཡོད་པ་དང་དེ་ནི་རྐུབ་ཏུ་སོ་མ་སྤེལ་འགྲོ་གི་ཡོད་པ་ནག་པོ་ཆགས་འགྲོ་གི་རེད་བསམ་ནས་བཤད་གི་ཡོད་རེད་ཡིན་ན་ཡང་སྔ་བཞིན་མ་གཏོགས་ནག་པོ་ཆགས་ཡིན་པ་ཉག་གཅིག་རེད། དེ་ནི་ང་ཚོ་ཁ་ཚོན་གཅོད་ནས་བཤད་ཐུབ་གི་རེད་ནག་པོ་ཆགས་གི་རེད་རྒྱ་ཆད་རྒྱ་ནག་པོ་ཆགས་གི་རེད་སྔ་བཞུགས་དེ་ཚོ་གི་སྔ་བཞུགས་ཙམ་རེད་ནི་ག་རེད་ཟེར་ན་མི་ཤ་ནམ་གི་མི་ཁེབས་ཟེར་ན་དཔེ་བཞུགས་བ་མི་ཟེར་ན་ནམ་གི་ཁོད་གི་མ་རེད་ཉི་མ་གཅིག་རྐུབ་ཟ་གི་རེད་ཟེར་ཡག་བྱུང་བ་དེ་ནང་བཞིན་རེད། ཉི་མ་གཅིག་སྐབས་ཟག་རེད། དེ་ནས་ང་ཚོས། མགོ་གསེར་སྐུད་ལྕགས་རྟ་རྡོ་ལེབ་ལྕགས་ཟེར་ཡ་ཆུ་ཆེན་ལོ་མེད་ན་འདྲ་འདྲ་ཡིན་ཟེར་ནས་ཕེབས་བཞུགས་རེད་སྤོབས་པ་ལ། ཨོ་མགོ་ལ་རྡོ་གི་རྒྱབ་ནས་ཁྱོད་རང་གསེར་བཞག་པ་དང་མགོ་ལ་གསེར་སྐུད་ཀྱི་རྒྱབ་ནས་ཤེས་གསེར་བཞག་པ་དེ་ལ་ཨ་ནེ་ཆུ་གི་ཆེན་ལབ་ཟེར་ཡ་དེ་མེད་པ་ཡིན་ན། ཨོ་ཁྱད་པར་ཡོད་མ་རེད་ཟེར་གོ་རེད་རྣམ་པས་ཁྱོད་རང་གསེར་རེད་ད། གསེར་གཅིག་གི་རྒྱུ་རྐྱེན་དེ་ནི་གསེར་སྐེ་ཡིན་ན་འདྲ། ཨོ་རྡོ་ཡིན་ན་འདྲ་ཆུ་བྱིན་རླབས་མེད་ན་ཟེར་རེད་བ། གཅིག་པ་རེད་ད་ང་ཚོ་གི་མགོ་གི་བླ་མ་ཡིན་ན་དཔོན་པོ་ཡིན་ན། མི་རིགས་ལ་ཤ་ཚ་དང། ཨོ་ད་ནི། ཤ་བྱིན་ད། ཨོ་ཞེན་ཁོག་ལ་རྒྱ་མེད་པ་ཡིན་ན། ཨ་ནེ་ག་རེ་ཟེར་ན་བླ་མ་ཡིན་དང་ཕྲུ་གུ་ཡིན་དང། ཨོ་དེ་ནི་སྤྱན་རས་གཟིགས་ཡིན་དང། ཨོ་མགོ་རིན་པོ་ཆེ་ཡིན་དང་སྟོན་པ་བཅོམ་ལྡན་འདས་ཡིན་ཁྱད་པར་ཡོད་མ་རེད་སོ་སོའི་མི་རིགས་ལ་ཞེན་ཁོག་དང་ལར་རྒྱ་མེད་ན། ཨོ་དེ་ནི་སློབ་གསོ་དང་སྤྲད་གི་མེད་ན་སོ་སོ་གི་ཐོབ་གོ་ས་དང་ཨ་ནེ་སོ་སོ་གཅིག་པོའི་ཆེད་དུ་ནི་ཁྱབ་བསྒྲགས་བྱས་ནས་ད་ལྟ་བར་དུ་ཁྱེད་རང་ཚོ་དེ་ལྟར་ཨ་རིའི་ལོང་འཕྲིན་དང་འདི་ཚང་མ་ལྟ་དང། ཨ་ནེ་ཧ་གོ་གི་རེད་ག་རེ་ག་རེ་ཁྱབ་བསྒྲགས་བྱེད་གི་འདུག་ག་རེ་ག་རེ་གསར་བསྒྲགས་བྱེད་གི་འདུག། ཉི་མ་རེ་ལ། མི་གཅིག་གཉིས་གཅིག་གི་ཐོབ་གོ་ས་དང་མཁར་རྒྱལ་དབང་ཐང་གཅིག་པུ་བྱས་ཏེ་ཁྱབ་བསྒྲགས་བྱས་ཏེ་བ་དེ་མཐོང་ས་རེད་བ། ག་སྲིད་དེའི་ཚབ་ལ་བོད་མི་རིགས་ཀྱི་རྩ་དོན་དང་བོད་མི་རིགས་ཀྱི་ཆེད་དུ་ལས་ཀ་བྱས་ན་ག་འདྲ་ཡོད་ས་རེད། ཨ་ནི་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་ད་ག་རང་རེད་ཁ་ཡར་བཀྱག་ན་མི་གཅིག་རེད་ཁ་མར་བཀྱག་ན་མི་གཅིག་རེད་དེའི་ཆེད་དུ་ད་ནང་པའི་སྲོག་བཏང་དགོས་རེད་སི་བོད་མི་རིགས་ཡིན་ན་རྩ་སྟོང་སོང་ན་གལ་ཡོང་བ་རེད་མདོག་མདོག་བོད་མི་རིགས་གཏོར་ནས་སྤྱི་ཚོགས་མཐའ་ལ་སྤེལ་དགོས་རྒྱུ་སྤེལ། དབྱེ་བ་བྱེད་དགོས་རྒྱུ་བྱས་ན་ཡང། ཨ་ནི་འགྲིག་གི་ཡོད་བ་སོགས་འགྲོ་འདྲི་ཞིག་རྒྱག་གི་ཡོད་རེད་བ་ད། དེ་འདྲ་རེད། བཙན་བྱོལ་བ་ཡར་རྒྱས་བ་དེ་ཚོ་གི་ད་འགོག་ནོ་ཟེར་ན་འགོག་དཔོན་ཟེར་ན། སྐུ་དྲག་འགའ་ཞིག་གི་ཁར་རྗེ་དབང་ཐང་གིས་ནི། མཚན་དང་སྙན་གྲགས་ཁྱབ་བསྒྲགས་བྱེད་ས་དང་ཁོ་ཚོ་གི་རྒྱུ། བསམ་ཚུལ་དང་ཁོ་ཚོ་གིས་ག་རེ་ཟེར་ནམ། མི་མང་གི་ཀླད་པ་དཀྲུགས་སྐྱེད་དང། ཕྱོགས་ཡིས་མ་གི་སྐད་ཆ་བཤད་བསྡད་ས་གི་ད་ལོང་འཕྲིན་འདི་ཚོ་གཅིག་རེད་བ། དེ་འདྲ་ཡིན་བསམ་པ་དང་འདི་ཚོ་སྐད་ཆ་དེ་ཚོ་སྔོན་མ་ཡིན་ན་ད་ང་ཚོ་ཧ་ལས་པ་བལྟ་གི་ཡོད་རེད་བ་ཆགས་འཇོག་བྱེད་གི་ཡོད་རེད་ད་དངོས་གནས་རྒྱ་ཞིག་གི་སངས་རྒྱས་བཤད་གི་ཡོད་ས་རེད་འོ་དྲང་པོ་དྲང་བྱེད་གི་བོད་མིའི་ངོས་ནས་རྩ་དོན་གི་ཆེད་དུ་ད་གསར་འགོ་གསར་བསྒྲགས་དང་ཨ་ནི་དེ་འདྲའི་བྱེད་ས་གི་རྒྱུ་ལམ་ཡིན་ས་རེད་བསམ་ནས་ད་བོད་ལ་ཡོད་དེ་བའི་སྐབས་སུ་ནས་ཉན་གི་ཡོད་རེད་ལ་དེ་ནས་འདས་ལ་སླེབས་པའི་སྐབས་སུ་ད་བརྙན་འཕྲིན་དུ་སུ་ལྟ་གི་ཡོད་རེད་བ། ཧ་ལས་པ་ལྟར་དོ་སྣང་བྱེད་གི་ཡོད་རེད་བ་ཡིན་ན་ད་ལྟ་ཡོང་དུས་རྩམ་པ་ལ་དངུལ། ཞེས་ཡོང་དུས་རྩམ་པ་ལྟ་འདི་སོ་དེ་ནས་སྐུ་ངོ་སྐུ་དྲག། དེ་ནས་བོད་མི་སྒྲིག་འཛིག་ལབ་ག་བྱས་ན་མ་ཤེས་ད་རྡོག་རྡོག་བྱས་ན། འོ་ནང་མི་ཁ་ཤས་ནས། གཞི་ཚང་ཁ་ཤས་ཅིག་གིས་ནི་མཚན་སྙན་གྲགས་དང་སྟོབས་དཀའ། མངའ་ཐང་དང་དེ་ནི་གར་སྐྱེ་དབང་ཐང་དང་སོགས་ནི་རྒྱ་བསྐྱེད་བཏང་ནས། ཁོ་ཚོ་གི་བསམ་ཚུལ་དང་ཁོ་ཚོ་གི་ཤོག་རྟོག་དང། འདི་འདྲའི་ཁྱབ་བསྒྲགས་བྱེད་ས་ཅིག་རེད་པ་ད། མང་ཆེ་བ་ཁོ་ཚོ་གི་འདིའི་ནང་ལ་བཅར་འདྲི་བྱེད་ས་གི་མི་ཚང་མ་ཁོ་རང་ཚོ་རྒྱབ་སྐྱོར་ཡོང་མཁན་དང། དེ་ནས་ཁེ་ཕན་ཕྱོགས་གཏོགས་པ་རང་རང་སོ་སོ་གི་ནང་མི་རང་རང་སོ་སོ་གི་གུབ་རྒྱ་དེ་འདྲིས་གི་ཁེ་ཕན་གི་ཆེད་དུ་མ་གཏོགས་བོད་མི་རིགས་ལ་ཤ་ཞེན་ཟེར་ཡ་ཅིག་དང་ཞེན་ཁོག་ཟེར་ཡ་ཅིག་དང་བསལ་བ་ཉིད་ནས་སྤུ་ཙམ་ཡང་མེད་པ་ད་ལྟའི་ཁ་བཤད་སྟོང་པ་ཁ་བཤད་ཆེ་ལོ་བ་ནང་བཞིན་གྱི་ཅིག་མ་མི་འགའ་ལྷ་པ་དྲི་ཟའི་གི་ཆེད་དུ་དེ་ཞེས་དེ་ཞེས་ཡ་ཆེ་ཡ་མ་ཞེས་དོན་དག་དངོས་སུ་སེམས་གི་ནང་ལ། ཨོ་ལེགས་བ་ཕོ་བཟང་ཡག་གི་དེ་འདྲི་གི་ཚོར་བ་ཅིག་ཡ་ཁྱེད་མ་ཐུག་ཉིག་གི་ཨོ་དེ་འདྲི་གི་མི་རྐྱང་རྐྱང་དེ་ནང་ལ་ཁོ་རང་ཚོ་གི་ཅིག་ཅིག་ཅིག་ཅིག་གི་ཆེད་ལས་པ་ཉིག་ཉིག་ཉིག་གི་ཆབ་སྲིད་པའི་ཞིབ་འཇུག་པ་ཟེར་ཡ་འགྲོ་བ་དང་ཨོ་ཅིག་ཅིག་ཅིག་གི་ཅིག་ག་རེ་ཟེར་ན་གསར་འགོད་པ་ཟེར་ད་མཁས་དབང་ཟེར་ཡ་འགྲོ་བ་འདི་འདྲི་ནི་ཁོ་རང་ཚོ་གི་ད་དེ་འདྲི་ཡིག་རྐྱང་རྐྱང་བཟོ་ནི་ད་ལྟ་བར་དུ་མི་མང་གི་ལས་པ་འཁྲུག་བསྡད་པ་རེད་བ་ཡིན་ནང་ད་ཨ་ནི་མི་མང་གི་ཧ་གོ་ཡོང་གི་ཡོད་རེད་ད། དཔེར་ན་ཆ་བཞག་ན་ཁྱོད་རང་ཚོ་ཡག་པོ་བྱས་ནས་འདུར་ནས་ལྟ་བ་ཡིན་ན། བཙན་བྱོལ་ནང་གི་མི་དྲང་པོ་ཅིག་གི་ནས་དཔེར་ན་ངོ་དེབ་འདྲ་ཞིག་གང་ལ་སྐད་ཆ་བཤད་ཉེན་ཡིན་ན་འདྲ་ཡུ་ཀྲོབ་ནང་ལ་སྐད་ཆ་བཤད་ཉེན་ཡིན་ན་འདྲ། འོ་དེ་འདྲའི་གི་སྐད་ཆ་བཤད་མཁན་ཅིག་གི་གཏམ་མཁན་གི་མང་ཉུང་དང་མཁྱེན་མཁན་གི་མང་ཉུང་དང། ནས་ད་ལྟ་ཅིག་བོད་མི་རིགས་ཀྱི་སྐུ་ཚབ་ཡིན་ཟེར་ཉེ་གི་ད་ལྟ་བརྒྱུད་ལམ་ཁག་གི། འོ་འདི་སུ་གི་གཏམ་མཁན་གི་མང་ཉུང་དང་ཁྲིམས་ཁང་དེ་ཚོ་འདུར་ཡོང་པ་ཡིན་ན། དཔེར་ན་ཆ་བཞག་ན། བོད་ནང་གི་དང་བདག་དང་ཁམས་པའི་གཉའ་ཕྲེང་སེ་ཡ་འདྲ་བ་ཨ་མདོའི་གཉའ་ཕྲེང་སེ་ཡ་འདྲ་བོ་དང། བོད་ནང་གི་གཉའ་ཕྲེང་དང་བོད་ནང་གི་དང་བདག་ལྟད་མོ་དང་ཞབས་བྲོ་ལ་སོགས་པ་ལ་རྟ་ཡ་འདྲ་བོ་ཅིག་བཏང་འདི་ཚོ་བསྡུར་བ་ཡིན་ན་འདི་ཚོ་བདག་གི་ཡོད་མ་རེད། བསྡུར་ཐུབ་མ་རེད་ཁྱེད་རང་ཚོ་ད་ལྟ། ཨོ་དེ་འདྲ་ཞིག་རེད་དེ་ནས་འདི་བརྩམས་པ་ལ་ད་མི་མང་པོ་ཞིག་གི་ཧ་གོ་བོ་ཡོང་གི་ཡོད་པ་དང་ཆོ་མེད་རྒྱུ་ཡིན་པ་ལ་ཁོ་རང་ཚོ་གི་ཁ་སོ་རྒྱབ་འགེབས་ཀྱི་ཆེད་དུ་ནི་ས་འགོ་ས་འབྲོག་རྒྱུ་ལམ་རེ་བཤད་བྱས་ནས་ཁོ་རང་ཚོ་གི་རྐུབ་མ་སུམ་ཡ་དང་ཁོ་རང་ཚོ་གི་སྐྱོན་སྦེད་ཡ་དང། ཨོ། དེ་འདྲའི་གཅིག་མ་གཏོགས་དངོས་གནས་དྲང་ནས་བོད་མི་རིགས་ལ་ཕན་ཐོགས་མེད་པ་གཅིག་དང་དེའི་གཅིག་ཁག་ཞེས་པ་ནང་བཞིན་གྱི་དོན་དག་ལག་ལེན་སྒང་ལ་རྒྱབ་མགར་བྱེད་ཀྱི་ཡོད་པ་དེ་གསལ་བོ་གསལ་གྱི་མིན་པ་ཤི་ཡོང་དགོས་རུ་བ། ད་ཁོང་ཚོ་གིས་ནི་འདི་འདྲའི་དཔེར་ན་བྱ་བཞག་ནང་དང། ད་ལྟ་ཨ་རིའི་འོས་བསྡུ་གི་སྐོར་ནས་ཡིན་ན་སྐྱོག་བཤད་དང་ལོག་བཤད་དང་དེ་འདྲའི་གི་མ་གོ་གོ་མདོག་དང་ཨ་ནི་གོ་ན་མ་གོ་མདོག་དང། ཨོ། དེ་འདྲའི་གི་ཐོག་ནས་དངོས་ཡོད་ནས་ཙི་གི་ཡང་དག་སུ་ཐོབ་གི་རེད་ཟེར་ནས་ད་ཐག་གཅོད། ཆོས་འབོར་གྱི་ཡང་ཤེས་ཐོབ་ཀྱི་ཡོད་མ་རེད་ག་རེད་ཟེར་ན། དེ་འགྲིག་གི་ངོ་ནས་དྲང་ན་ཁོ་ཚོ་གོ་ཕྱེ་ཟེར་དགོས་ན་གཅིག་ཤེས་ན་རྒྱུས་ལོན་ཡོད་རེད་ད་ཤེས་ཀྱི་མེད་རེད་གཅིག་ཤེས་ན་རྒྱུས་ལོན་ཨ་མས་ནི་ད་ཤེས་ཀྱི་མེད་རེད་ད། འོ་ད། དཀྱིས་མ་གཅིག་གིས་འོང་མི་ལམ་ཟེར་ཡག་གཅིག་བ་དེ་དཀྱིས་མ་ནས་མ་བསྡད་ན་ཡོང་གི་ཡོད་མ་རེད་ད། དེ་འདྲིའི་ཡི་གེ་ཤིག་ཤེས་ཡོད་རེད་ད་ཁོ་ཚོ་གོ་གཅིག་མ་གོ་གོ་མདོག་དང་དེ་ནི་མིག་སོགས་ལབ་པར་སྤྲོད་ཀྱི་འདུག་ཨ། ད་གང་འདུག་ད་ལྟ་འདི། སོག་ཚོ་ལ་ག་ནི། སྐད་ཆ་དཔེ་ཡག་པོ་འདི་ཀུན་ནས་བཤད་འདུག་ཨ། འོ་ད་ངས་བཤད་མཁན་ཅིག་དང་དངོས་གནས་དྲང་གནས་ཀྱི་སེམས་ཤིག་ཡོང་མཁན་ཅིག་དངོས་ཡོད་གནས་ཚུལ་དང་ཧ་གོ་གི་ཡོད་ན་བསམ་མཁན་ཅིག་ཡིན་པ་ཡིན་ན་དུ་སུ་ཉན་པ་ཡིན་ན་ད་ནས་ཧ་གོ་ཡ་འདུག་བ་ཁོ་ཚོ་གི་སྐད་ཆ་ཚང་མ་རྐུབ་ཚག་ཡ་དེ་འདྲའི་ཁོ་ཚོ་ཁྱི་གང་ཞིག་གི་མ་རེད་བསམ་ནས་ད་ལྟ་སྔ་སྔོན་མ་གི་ཁོ་རང་ཚོ་འདི་ལ་སླེབས་ཡི་སྐབས་སེར་མི་མང་ལ་ནི་ལབ་པ་སྤྲོད་བདེ་ཡ་གི་ཨ་ནེ་ཡི་ཐབས་ཤེས་ཟེར་ན་དེ་གི་ནི་ལམ་ལུགས་དེ་ད་རུང་ཁེལ་ཡོང་པ་ཡིན་ན་ད་ལྟ་ཁོ་རང་ཚོ་ལྐུག་པ་ཆགས་དགོས་རོགས་ཅང་ཞུ་ཡིན་བསམ་ནས་ལྐུག་ཤུ་ཆགས་སོང་པ་དེ་ད་ལྟ་ད་ཁོ་རང་ཚོ་ཆགས་འོང་དགོས་རེད།